དོན་དག་འདི་ཕལ་ཆེར་རྫོགས་ཆེན་གྱི་གཞུང་ནང་ལ་ཁྲེགས་ཆོད་ཀྱི་ལྟ་སྒོམ་པའི་ཁ་ཐུག་ཅན་ཏེ། གྲོལ་ལུགས་གྲོལ་ལུགས་ཟེར་ཏེ། གྲོལ་ལུགས་གསུམ་ཟེར་ཆོག་རེད། ལྟ་འདི་ཕལ་ཆེར་འདི་དག་རང་རེད་ཤག། མངལ་ལ་སེམས་དང་དམིགས་རྟེན་རུ་འཁོར་སེམས་གསལ་ཙམ་རིག་ཙམ་དེ་འདུག་ས་དེ་ག་གང་ལ་བློ་མ་ཡེངས་པ་བྱས་ནས་དྲན་པའི་སེམས་པ་བྱས་འདུག་ཟླས་བསྡད་དུས་དཔེ་ནི། རྣམ་རྟོག་གི་འགྱུ་བ་དེ་འདྲ་འདྲ་མི་འདྲ་ཡོང་བའི་ཁ་ཐུག་རེད་ཡ། རྣམ་རྟོག་ངོ་ཤེས་པ་ཙམ་གྱིས་ཨོ་ད་རྣམ་རྟོག་ཡོང་གི་འདུག་ག་བསམ་པ་ཙམ་གྱིས་ཁོ་རྣམ་རྟོག་དེ་བག་ཡངས་ནུས་མེད་རུ་བག་འགྲོ་བསྡད་ཅིག་གི། ད་འདི་སྔར་འདྲིས་ཀྱི་སྔར་འདྲིས་ཀྱི་མི་ངོ་ཤེས་པ་ནང་བཞིན་ག་རྣམ་རྟོག་བྲོས་འགྲོ་ཡ་ཅིག་གི། ད་དེ་ལྟར་རྣམ་རྟོག་གཅིག་ཏུ་བ་བསམ་པ་ཅིག་དྲན་པ་དག་ཡང་སྒོ་རྣམ་རྟོག་ཤུགས་དགོངས་དང། དེ་གིས་རྣམ་རྟོག་གི་གཞན་དབང་དུ་མི་ལྟུང་བར་བྱེད་བསམ་པ་ཅིག་བདུན་པོ་ཤུགས་ཆེན་པོ་སྐྱེ་ཡོང་བ་ལྟར། ད་དེ་ནས་ཨེ་ནི། ད་དེ་རྣམ་རྟོག་རང་ངོ་ཤེས་པ་སྔར་འདྲིས་ཀྱི་མཛའ་བོ་འཕྲད་པ་ནང་བཞིན་བྱས་ནས་རྣམ་རྟོག་འཁྲུལ་ལུགས་གཅིག། ད། དེ་ནས་ཁོ་རྣམ་རྟོག་སྐྱེ་ཡོང་པའི་ཁ་ཐུག་ལ་ཡ། ཅིག་གི་རྣམ་རྟོག་ལ་ཡ་དེ་ཙམ་གྱིས་བོད་སྐད་ཅིག་ག་སོགས་ལ་བོད་སྐད་དོ་སྣང་རོགས་མ་བྱེད་པའི་སོགས་པ་ཅིག་བྱས་ཡོད་འདུག་རྣམ་རྟོག་ཁོ་ར་བའི་སྦྲུལ་མདུད་ཁོ་ར་སྦྲུལ་གྱི་མདུད་པ་ཁོ་ར་རང་སྦྲུལ་ལ་ཕྱིན་པ་ནང་བཞིན་བྱས་ནས་རྣམ་རྟོག་རང་འཕྲོ་བ་ཟ་ཅིག། དེ་ནས་བློ་ཡི་བུ་གའི་གསལ་རིག་གི་གསལ་ཙམ་རིག་ཙམ་དེ་གའི་ངང་ལ་གནས་ཡག་གི་ཡུན་རུ་གུ་གུ་རུ་ལས་ཉམས་མྱོང་ལ་ཕྲན་བུ་ཡོང་པའི་ཁུ་ཐུག་ལ་ཨེ་ནི། རྣམ་རྟོག་བྱུང་ཚུར་མེད་ན་རྣམ་རྟོག་གི་བུ་སེམས་ཀྱི་རིག་པ་ངོ་ཤེས་པར་གོ་ལ་ཡག་རྣམ་རྟོག་གི་བུ་གའི་ཕན་ནུས་ག་གེ་འདྲེས་མ་ཐུབ་ཡག་ཅིག། ཁང་སྟོང་ལ་རྐུན་མ་ཤོར་བ་འདུག་གསུངས། ཁང་པ་སྟོང་པ་ལ་ཡང་རྐུན་མ་སླེབས་པ་ཡིན་ནས་རྐུན་མ་ལ་ཐོབ་ཡག་ཡོད་མ་རེད། ཁང་པའི་ནང་ནས་ཤོར་ཡག་ག་གེ་ཡོད་མ་རེད་ཟེར་བ་འདི་ནང་བཞིན་རིག་པའི་ངོ་བོར་ངོ་འཕྲོད་ནས་དེ་གའི་སྒང་ལ་རང་ཚུགས་ཟིན་ནས་སྡོད་ཡག་ག་རོ་ཅིག་གོམས་པའི་གནས་སྐབས་ལ་རྣམ་དག་འབུར་ཙམ་འབུར་ཙམ་བྱུང་བ་ཡིན་ནས་ག་གེ་ཕན་ནུས་མེད་འདོད་པ་ཅིག་ཡོང་སྡོད་ཡག་ཅིག་ད་ལྟའི་འཕྲུལ་ལུགས་རིམ་པ་གསུམ་པའི་སྒང་ལས་གོ་རེད། ཕལ་ཆེར་དེ་རེད་ཤག་དོན་དག་འདིར་འདྲ་དོན་དག་དག་གཅིག་པ་རེད་ཤག། ད་ལྟའི་ཞུ་སྒོ་དེ་དེ་ལྟར་ཡུན་རུ་བསྲིངས་ནས་པ་སྒོམ་ཡོང་དུས། ཨེ་འདི་སེམས་ཀྱི་ཆོས་ཉིད་ནི་མངོན་སུམ་ལྷག་གིས་མཐོང་མོད་ཀྱང་ཟ་ད་ཆོས་ཉིད་དེ་འཁྲུག་རྒྱུ་ཡོད་མ་རེད། སྟོང་པ་ཉིད་ཀྱི་ཆོས་ཆོས་ཉིད་ད་དོན་དམ་པའི་ཆོས་ཉིད་ད་ཟེར་བ་མ་རེད། ང་ད་ལྟའི་ཀུན་རྫོབ་པའི་སེམས་ཀྱིས་ད། དེ་ཁོ་ན་ཉིད་ཟླ་བཅུ་བོར་བ་དང་གསལ་ཙམ་རིག་ཙམ་དང་འདི་སྐད་གང་དག་ཆོས་ཅན་ཀུན་རྫོབ་པའི་ཆོས་ཉིད་དག་ཀུན་རྫོབ་པའི་དག་ཡིན་རུང་རུང་ཅི། ད་འདི་གསུངས་པ་རེད། ད་འདི་ཞུ་གི་དེ་དེ་ལྟ་མོད་ཀྱི་ཚུལ་འདི་ནི་དང་པོའི་ལས་ཅན་སེམས་ཅན། དང་པོའི་ལས་ཅན་སེམས་གནས་པ། སེམས་ཀྱི་གནས་པ་སྒྲུབ་པའི་རྨད་བྱུང་ཐབས་མཁས་དང་སེམས་ཀྱི་ཀུན་རྫོབ་ངོ་སྤྲོད་ཚུལ་ཡིན་ཞེས་ཆོས་ཀྱི་རྒྱལ་མཚན་མ། འོ་ད་དེ་གིས་ནི། དེ་ཙམ་གྱིས་ད་སེམས་ཀྱི་ངོ་བོ་མཐོང་སོང་བསམ་པ་བྱེད་ཀྱི། ད་འདིས་ནི་བདེན་འཛིན་གྱི་གཉེན་པོ་བྱེད་ཀྱི་རེད་བསམ་པ་བྱེད་ན་ཕྱིན་པ་ཡིན་ན་ནོར་འཁྲུལ་རེད།